གང་འདིར་སྣང་ཆུ་མིག་བུ། གཉིས་ངམ་སྐྲངས་སྐྲངས་རང། གཉིས་ཐུགས་དམ་ནང་དཀར་སྟོང་ཆེན་སྙིང་ཐིག་གི་སྔོན་འགྲོ། གཉིས་ཧང་དང། གང་འདིར་བུ། སྣང་ལ། གཉིས་འཇིགས་བརྒྱད་པ། གཉིས་ཨོ་ཐ་པུར་སྐན། སྒོ་མ་ག་བླ་མ། རྩ་ཕྱི་ལུས། པད་ན་ཛཔ྄་སྤྲུལ་རིན་པོ་ཆེ་ལྟ་བུ་དགེ་གཉིས་ལ། གཉིས། རྦད་ལྟས་བཞེངས་མ་ཐག་ཏུ་གཉིས། བདེ་ཆོས་རེ་རང་འོ་མ་ཀློང་ཆེན་སྙིང་ཐིག་གི། བླ་མེད་རྣལ་འབྱོར་ནང་གི་ཆོ་ག། ཧཱུྃ་དང་རྗེ་བཙུན་གུ་རུ་རིན་པོ་ཆེ་མཆེད་ནས་སངས་རྒྱས་ཐམས་ཅད་ཀྱི་ཐུགས་རྗེས་བྱིན་རླབས་བསྡུས་པའི་དཔལ། ཨེ་ཁཱན་བབས་གསུམ་གཉིས་ག་དུ་བཞེངས་པས་ཨ་མྱེས་ཨོ་ཧེ་འདི་བུ་ནཱ་ཐ་བ། གཉིས།

གཉིས་སྔོན་འགྲོ་གི་སྒོ་ཆོས་ཐམས་མཁས་པ་ཧང་ཐའི་ཨན་ཆོས་འཕེལ་ཁེ་ལས་ཨ་ཉི་ལགས། གཉིས། ཆོས་རྗེ་སྒམ་པོ་པ་ཨ་འདུལ་བཅའ། རྗེ་བཙུན་མི་ལ་རས་པ་གི་སློབ་མ་ཀི་ལ་འུ་ཉུག་གི་ཧང་སུག་མ་བཅའ་ཨ་ཉི་ལགས། སེམས། བློ་ཆོས་སུ་འགྲོ་བར་བྱིན་གྱིས་རློབས་ཆོས་ལམ་དུ་ལོང་བར་བྱིན་གྱིས་རློབས་ལམ་འཁྲུལ་པ་སེལ་བར་བྱིན་གྱིས་རློབས་འཁྲུལ་པ་ཡེ་ཤེས་སུ་ཤེས་པར་བྱིན་གྱིས་རློབས་ཨ་ཉི། སྒམ་པོ་པ་གི་ཆོས་བཞི་ཨ་ཉི་མ་ཧིན་དྷ་པ་སུག་མ་བཅའ། གཉིས་བློ་ཆོས་སུ་འགྲོ་བར་བྱིན་གྱིས་རློབས་ཨེ་ཁ་ནང་ཁ་སྔོན་འགྲོ་མཁས་པ་གཤེགས་དབེན་བཅའ་འུ་ཉུག།

དཔེར་ན། ཨ་ཏན། སྙིང་ཐིག་པ་པུས་འགན་གཉིས་ལ། གཉིས་ཁྲིའི་ཀུན་བཟང་བླ་མའི་ཞལ་ལུང་ཡེ་ཤེས་འབབ་དང་ཧ་ཅང་གི་རྒྱ་ཆེ་དུས་བླ་མའི་ས་མིག་གི་ཁྲིད་ལེགས་པོ་གི་ལ་ཨོ་ཐར་པུས་འགན་གཉིས། ཆ་ཆེན་གང་སྔོན་འགྲོ་གི་ཁྲིད་རྒྱ་ཆེ་དུ་དག་པ་བྱ། ད་དེ་ག་ནང་བཞིན་ཧང་དང། སྔོན་འགྲོ་གི་ཁྲིད་བསམ་གྱིས་མི་ཁྱབ་པ་མང་པོ་བྱ། གཉིས། ཨོམ་ཨོ་ཐར་བབ།

གཉིས། ཆོས་ཉམས་ལེན་བགྱིད་ལས་མ་གཏོགས་ཁྱད་པར་རི་ལས་ཀ་དང་ཆོས་འཇུག། འཕྲོས་སྤེལ་ཀ་འདོན་ཐ་དང Examination ཕི་ལེ་ཀ་འདོན་ཐ་ཀ་ནའི་བབ་འོ་ཐ་སྔོན་འགྲོ་ཀ་ཁྲིད་ཞུ་ལུ་མ་འཆ་མེད། ནམ་ནིང་རོང་གཤིན་རྗེ་ཆོས་ཀྱི་རྒྱལ་པོ་ཀི་ཡ། རང་འབྱོར་ང་ཧང་གི་ལ་ཡ་ཨ་ཉི་མ་ཇི་མ་རོ་ཀི། ཧང་དང། ད་འབྱོར་ད་འབྱོར་ཅབ་ཅེ་ཧང་གི་ལ་ཡ་ཕ་ཡི་ཕ་ཡི་ཨ་ཉི་མ་ཡིག་པ་རོ་ཀི། ནའི་རོ་ནའི་བབ་ཀ་ཧང་རི་ལེ་ཁི་ལའི་ཨ་ཉི་ལ་སེམས་ཁེ་པོ་ཨོ་མ། རྗེ་བཙུན་སྒམ་པོ་པ་ཀི་སུག་མ་པུ་སི་ཀན། སེམས་མཁས་པོ་ཆོས་དགའ་བདེ་ལས་རོལ་པོ་མཁས་ལས། འུ་གཉུག་ག་དོན་དག་གཉིས་སྔོན་འགྲོ་མཁས་པོ་སྔོན་འགྲོ་མཁས་པོ་གཙོ་བོ་འུ་གཉུག་གི་སྔོན་འགྲོ་གོ་ཆོད་པའི་མཁས་གཉིས་ལ་འུ་གཉུག་གི་སྔོན་འགྲོ་དགའ། སྔོན་དུ་འགྲོ་བས་ཀྱི་ཆོས་མཁས་པོ་རོ་ཐུག་གི་ལ། དཔེར་ན། བཀའ་གདམས་པ་དང་ས་བཅད་པ་དང་འུ་གཉིས་བབས་ཀྱི་གསུང་གང་གི་གཉིས་ལ་བློ་སྦྱོང་བློ་སྦྱོང་ཨ་གཉིས་གསུང་བྱ་བློ་སྦྱོང་ཨ་གཉིས། རོ་སྐད་བ་ཀ་སུང་ཐང་ཁེ་པོ། གཉིས་ཨུ་ཉུ་ཧང་ཡ་ཨ་གཉིས་ལ་ཨའི་བ་ཀ་ཨོ་མ། སེམས་ཁེ་པོ་ཤོ་གཉིས་ཤིང་པུར་སྐན། ཧའི་བ་ཀོ། ཤིང་ཨོའི་འདེ་བུ། ཨའི་ཤིང།

གཉིས་སེམས་ཡུལ་ག་རང་བདེ་ནི་ཡུལ་ག་རང་བདེ་ནི། འོམ་སེམས་ཀྱི་བུ་ཡུལ་ག་མ་བདེ་བ་འོ་མྱུག་གི་མདོག་ནི། བློ་གཉིས་བློ་སེམས་ཀྱི་ལམ་སེམས་ཀྱི་བུ་བློ་ཡུལ་ག་མ་བདེ་བ་གཉིས་བཟློག་པའི་ག་དོན་དག་ག་ནི་ཐབས་ཤེས་མ་བྲལ་བ་མ་བྲལ་བ་བ། ཨ་གཉིས་ལ་སྒྲིག་པའི་མེ་ཡུལ་གྱི་བུ་ལེགས་པོ་མ་འགིལ་བ་གིས་འོ་ཧིན་དི་བུ་ཆ་སེ་བ་མང་པོ་མང་པོ་མང་པོ་ཉམས་ནི།

གནས་བབ་ཀ་ཐ་ནང་གི་ཆོ་ག་ནི་ཨོ་ཐ་རུམ་ནང་གི་ཆོ་ག་ནི་ཕིས་ཀ་ཆོ་ག་འདོད་པ། གནས་བབ་ཀ་མེ་མེ་ག་མེ་མེ་ག་མེ་མེ་ལྕེ་མོ་ཨོ་མ། མ་འཇོ་བས་ན་ཤ་མ། ཨ་པ་དང་མེ་མེ་དེ་ཆོ་ཆོ་དུ་འགྲོ་གཉིས་པར་ཀ་སི་ཀན་གི་ལ་ན་ཐི་ནོ་ངམ་ཅེ། རང་ག་ཨ་པ་བུ་ཆོ་ཨ་པ་ག་ཨ་པ་ཆོ་ཨམ། ཨོམ་ཨ་པ་ག་ཨ་པ་ག་ཨ་པ་ཨ་པ་ཕའི་ནང་གི་ལྕེ་མོ་གནས་བབ་ཀ་ཨོ་མ་བུ་མ་ཤི་བ།

འདི་གཉིས་པོ་ཨུ་ཉུག་མཁས་པོ་འགུམ་མ་ཡེ་བ་ཨུ་ཉུག་ག་ཐུང་ཀ། བློ་ཉ་ད་ལྡན་ཆོ་བ་མཁས་པོ་ཨོ་ཐ་ཀི་བློ་ལྡོག་གཉིས། གཉིས་ཐ་ཐ་ཆོས་ག་ཨུ་བྷེ་ག་ཐབས་ཤེས་མཁས་པོ་ག་ཤོ་བློ་ལྡོག་གི་ཁྲིད་བློ་སྦྱོང་གི་ཁྲིད་ཨ་གཉིས། གཉིས་བདེན་འབྱོར་རྙེད་དཀའ་གི་ཁྲིད་འཁོར་བའི་ཉེས་དམིགས་གི་ཁྲིད་ཧ་དང་བདེན་འབྱོར་རྙེད་དཀའ་གི་ཁྲིད་འཆི་བ་མི་རྟག་པའི་ཁྲིད་འཁོར་བའི་ཉེས་དམིགས་གི་ཁྲིད་ལས་རྒྱུ་འབྲས་ཀྱི་ཁྲིད་ཨོ་ཧིན་དཱ་བུ་ཅཱ། ཉི་འོད་མྱུར་བ་འོམ་ལྡན་རྒྱས་བཀབ་ཀླུ་སྐན། ཞིབ་ཤིང་ཕྲ་བ་ཡེག་པའི་ཀློག་མ། དུས་ཚོད་བུ་མ་ལ་ཡེག་པའི་འོམ་ཨོ་ཉི་ཡིན་སྤྱི་མེས་ཀྱི་དགོས་པའི་ལམ་གཉིས་ཀྱི་གསེར་ལས་ལམ་གཉིས་ལ་བླ་མ་མཁན་པོ་མང་པོ་བཞུགས་པ་ལ་ཨོ་ཉི་བ་ག་བཀའ་འདྲི་ཞུ་ཡི། གཉིས་དོན་ཐ་དོག་དོག་ཨ་ཉི་ཡེག་གཉིས་ལ། དལ་འབྱོར་རྙེད་དཀའ་གི་ཁྲི་ཡི་ཧན་ཁེ་པ་ཧང་གི་ལ་ཡ་ཨ་ཉི་ལ། གཙོ་བོ་དལ་འབྱོར་རྙེད་དཀའ་ཁྲི་ཤོག་ཐ་གི་ལ། ཨོ་མ་ཨ་ཏན་མི།

ཧང་དང། ཨོ་མ་རང་སོང་སོ་སོ་ཐུར་གི། ད་སྡེ་བ་ཐང་ནང་གི་ཆོ་ག་འགྲོ་ཨི་ཟི་ཡ། ཨོམ་ཐིང་ཕུག་གི་སོང་ང་གཤེགས་པ་ལ་ཨན་ནན་ཨོམ་གི་ཉི་ར་ཀས་སྐད་པ་ལ་ཨོ་མ་ཐུར་ག། ཧང་དང། ཡིབ་ཉི་ཆོ། གར་སོ་གབ་སི་ན་གར་སོ་བར། ཨོ་གུམ་ཆོ་ལེ་ཁེ་ལེ་ལ་ཐིང་ཕུག་གི་སོང་སེ་གཤེགས་པ་ལ་ཨན་ན་ཐ་བ། ཐིང་ཕུག་གི་སོང་བ་གི་ཨའི་སྡེ་བ་ཐང་པ་སོང་བ་བཟའ་ཉི་ཨོ་ཧེ་ཨ་ལེ་ཨ་ཉི་མི་ལུ་མ་འཇམ་མེ། མི་འཇམ་མ། མི་ལུ་མ་འཇམ་མེ། ཨོ་ལ་སེམས་ཅན་ཁ་དང། བུ་དང་ཨོ་ཐ་བབ། ཡང་ཉིད་ལ་གཞན་པ་བབ་གཟའ་ནི། ཡང་ཉིད་ལ་རང་བརྟེན་བུ་སོང་གཞན་མ་ཐུར་གི་གཟའ་ལེ་ག་ཨོ་ཧེ་ཨ་ཉིད་ཁྱོད་ཁྱོད་ལ་ཁེན་ཅམ་མེ། ཉིད་ཨོ་ཧེ་འདེ་བུ་གི་སྒོ་ཉིད་ལ་ཨ་བརྟེན་བབ་ག་མི།

བདག་ཉིད་དང་ཁུ་བབ་ཀྱི་གཡག། རོ་ལྗང་ག་ཨ་ན་གི་ལ། རོག་ཏབ་ཏུ་ཉི་ལྗང་སྙན་མ་བྷི་ལ་ཨི་མ་མ་མི་ལ་མི་ལི་མ། ཁུ་དང་ད་ཉི་བ་ཀུ་ཨི་མ་མི་ལ་བི། རོ་ལྗང་ཨ་མ་གི་ལ་རོ་ལྗང་ག་ཨ་ན་གི་ལ། རོག་ཏབ་ཏུ་ལྗང་སྙན་བྷི་ལེ་བྷི་ཉི་ཆོ་ལེ་ཨ་ཉི་མ་མི་ལ་མི། རོ་དེ་བ་གི། ཨའི་བ་གི་ཆུ་ཨོ་ཧན་དེ་བུ་གི་ངོ་ཚ་ཁྲེ་ལུའི་གཡག་ཨོ་ཐ་ཨ་ལི་མར་བ། ཨོ་ཐ་ཁེ་བུ་ལི་གུ་མང་གི། སོ་ཧོ་གཞན་གི་མ་ལེགས་པ་ཨ་ཉི་ལ་རང་སྟེང་གི་མ་ལེགས་པ་ཨུ་བྷི་ཨ་ཉི་ད་སུ་ད་སུ་ད་སུ་མི་ལི་སན་ཅཱ་མེ་ཝུ་ཉུ་བབ་ཝུ་ཉུ་བབ་དང་ཉི་ཧང་དང་ཨོ་ཐ་ནང་གི་འོམ་ཆང་གནད་ཆེ་ཤོས་ཁེ་པོ་སོ་ཧོ་ལྗང་དང་ནའི་ལྡི་བུ། གཉིས། སངས་རྒྱས་ཀྱི་གསུང། ཆོས། བླ་མ་གི་མན་ངག། ཨོ་ཉི་བབ། ཡ། ཨོ་ཧེ་འདི་བུ་རྩ་ཆིག་པུ་ལ། ཨོ་ཐུགས་ཀྱི་གཉིས་ལ་ལྡན་མ་བགྱི་བ་ལ། དཔེར་ན། འདུས་བྱས་ཐམས་ཅད་མི་རྟག་པའོ་ཨ་ཧན་ཁེ་པོ། ད་ཆོས་སྦས་ཆོས་ལྡན་མ་བགྱི་བ་ལ། ཨོ་སྨྱུག་གི་གཉིས་ལ།

རོ་ཏི་བབ་ཀི་ལ་ཧང་ཧ་གཉིས་པོ། བཟའ་ལེ་ག་ཏེ་རྒྱ་མེ་ག་ཏེ་ཨོ་ཧེན་ཏེ་པོ་ཡང་གཉིས་ལ་ཡོང་ཁི་ལེ་ག་དང་ཨོ་ཧེན་ཏེ་པོ་ག་ནོག་སམ་ཐུར་མ་གཏོགས། ས་ནི་ཨུ་ཕུ་མ་འཇམ། གཉིས་ཨུ་གཉིས་བབ་ཀ་སྒོ་གཉིས་ལ། ཨའི་བབ་ཀ་སོ་ངོ། མི་ལུས་མི་ལུས་ཡེ་ཧན་ཀེ་པོ། གའི་ཕྱིད་པོ་ཐུར་གི་ལ་གཉིས། ཨོ་ཉུ་ཨ་ཏེ་ཀེ།

གཉིས་ཨོ་ཧེ་མ་ཨ་ཉི་ལ་ཧང་རི་ལེ་ཨ་ཉི་ལ། དལ་འབྱོར་གྱི་མི་ལུས་རིན་པོ་ཆེ་ཧན་ཁེ་པོ་སྟག་པ་བསྟན་པ་ཧང་རང་མཱན་ཅཱ་ཨ་ཉི། ནམ་འཆི་ཆ་མེད་འཆི་བ་མི་རྟག་པ། གི་ཏི་ཤིན་ཅཱ་ཏན་མོ། ཨོ་ཧེ་ཨོ་ཧེ་སྲུང་མ་ཅཱ་འཇི་ཙུན་མི་ལ་རེ་བ་གི། གཉིས།

དབུགས་ཉུག་པ་ཐུང་སྐད་ཨོམ་ཆང་གནས་ཚུལ་མ་ལེགས་པ་ཆེ་ཤོས་ཐུར་བཅག་ཨང་ཡིན་གསུང་མ་བྱས་མི་ལ་རེ་བབ་ཡིན། ཧ་སྒོམ། ཧང་ཐང། འཆི་བ་ངེས་ཅན་ཨང་ཡིན་གསུང་མ་བྱས་མེད། ཤི་རྒྱུ་ཐག་ཆོད། བེམ། ཤི་ལེ་བརྒལ་བ་ཐག་ཆོད་ཐོག་གི་ལ་ཨེ་བབ་ཐི་ནོ་ངམ་ཆེ་མ་ཐི་རོ། ངམ་ཐུར་ཡང་ཉི་ལ་ལ་ཉི་ཐུར་ཡང་ཉི་ལ་ལ་ཉིང་ཐུར་ཉིང་སེ་ཧང་ཨང་ཉི་མ་ཉི་བ་ཤི་རྒྱུ་གི་ཐག་ཆོད་ཐོག་གི་ལ།

ལོག་རྟོག། ལོག་རྟོག་ཨ་ནི་ཨོ་ཐ་ཀི་ལ། ལོག་རྟོག། ཧང་དང་རྣམ་ཤེས། ཧང་དང་འཆི་བ་མི་རྟག་པའི་ཁྲིད་གཙོ་བོ་ཨོ་ཐ་ཀི་ལ། ངོ་བོ་ཐ་དང། གཉིས་ཨོམ་ཨོ་ཐ་ཐུང་ངུ་ཧང་བཅས་ཨ་ནི་ལ། ནི་ཨོ་ཐ་ཀི་ལ། ལས་རྒྱུ་འབྲས་ཀྱི་ཁྲིད་དང་འཁོར་བའི་ཉེས་དམིགས་ཀྱི་ཁྲིད། གཉིས། ལས་རྒྱུ་འབྲས་ཀྱི་ཁྲིད་ཡིག་ལྷན་སྐྱེས་པ་བྱ། གཙོ་བོ། སྤྱི་དང་ལས་རྒྱུ་འབྲས་ཀྱི་ཁྲིད་མཁས་པའི་རྗེ་ཞིང་རྒྱས་པ་ཀི་ལ་ལས། དཀར་ནག། གཉིས། ཀུན་སློང། གཉིས། གཞི་བསམ། སྦྱོར་བ། མཐར་ཐུག་དང་ཨོ་ཧིན་དཱ་བུད་ཀྱི་ཆ་ས་མང་པོ་བྱ། གི་གཉིས་པོ་ནའི་བར་གྱི་ཨོ་མ་སེ་ལས་མཁས་པ་ཤོ་ཧང་ཡ་ཨ་གཉིས་ལ། ལས་རྒྱུ་འབྲས་ཀྱི་ཁྲིད་ཡིག་ཧན་གི་ཧང། ཧང། ཡེག་བིན་ཅའི་ཨ་གཉིས་ལ། ཨའི་བ་ཀ་དབང་ཚད་མ་བ་ཀ་ཆ་ས་ཀི་བ་ལ། དབང་ཚད་དམའ་བ་ག་ཆ། དབང་ཚད་ཐམས་ཅད་ལྷའི་རྒྱུ་འབྲས་ཀྱི་སྤྱོད་པས་མ་གཏོགས། རང་སྟེང་གི་དབང་ཆ་བརྒྱ་ཆ་བརྒྱ་ཐམ་པ་མ་འཇལ་དགོས་ལ་བདག་སུ་བདག་སུ་དག་འོམ་སྤྱོད་པའི་རེ་བས་མེ་འོམ་པའི་ཨ་ཉི་ལ་ཨ་ཏན་ཧའི་བུ་ག་འོམ། བདག་སུ་བདག་སུ་དག་ཉིད།

ཚེ་ད་ལྟ་ག་ལས། དབུགས་ཉུག་ལས་དང་རྣམ་པར་སྨིན་པ་དང་རྒྱུ་དང་རྐྱེན་གྱིས་ཨོ་ཨ་རོ། ཧང་ཐང། ནུང་མཐའ་གཉིས་པོ། ནུང་མ་ཀི་ལ་མ་གཏོགས་ན་མའི་ས་མིག་ཨའི་བ་ཀ་དབང་ཆ་བརྒྱ་ཆ་བརྒྱ་ཐམ་པ་མན་ཅག་གཉིས་སྲུང་མ་ཀ་ཙ་ཙི་གི་བ་ལ་གི་ལུ་འོ་ཉུ་ཨ་དེ་ཀའི་གཉིས་ཁྱོད་ཨ་ལེ་ཁེ་ལེ་ཨ་ནི། ཁྱོད་ཨ་ལེ་ཡེ་ཁན་ཀེ་པོ་ཆ་ཧང་གི་ལ་ཡ་ཨ་ནི་ལ། ལས། རྒྱུ་འབྲས་ཁེ་པོ་དབང་ཚད་མཁས་པོ་རོག་པའི་གི་ཐ་དེ་རུ་ནི་རང་བསྟན་ནི་ཧང་ཐང། དབང་ཚད་མཁས་པོ་རང་བསྟན་གི་དགའ་ཐང་གི་གཤེགས་པའི་གི་ནི་ལས་ཨ་ལས་ལམ་གཉིས་ལ་ནི་ཆོས་སྒྲུབ་པའི་གི་ལས་ཨ་ནི་དབང་ཡན་མ་གྲུབ་གཉིས་ལ་ནི་ལས་གི་རོ་ཧང་བསྟན་ཀོས་གཉིས་པོ་ནི་ཨན་ཐ་ལས་ཐུར་མ་གཏོགས་ན་མེད་བསམ་མེད་ཐུར་ཨ་ལས་མ་འཆ་ཨ་ནི་ཡིག་ཆ་གི་ལ། ཉི་དབོ་ཉུ་ཁེ་པོ་ན་མེ་ས་མི་ལྡན་མ་ཅཱ་པེ་ཨ་ཉི་ལི་སྒོ་ཅཱ་ལེ་ཨོ་སྒོ་ཉི་པོ་ཧེང་གི་ལ་ཨ་ཏེ་འབྲུག་རྒྱལ་ཁབ་ནང་གི་སྒོ་ཉི་པོ་ཉེ་ར་སྡུག་ནང་གི་སྒོ་ཉི་པོ་ཉི་ཧན་པི་ཀོ་ཆི་རྗེ་ཆོ་ག་སྒོ་ཉི་པོ་ཧབ་ཏུར་མུ་གུ་ཧབ་ཏུར་དཔལ་འབྱོར་རྒྱ་སྐྱིད་པོ་ཆོ་ཉི་པོ་རང་སྟེང་གི་བསམ་པ་ལྟར་དུ་རྒྱ་ཤ་རྒྱ་ཐམ་པོ་སྒྲུབ་པའི་རེ་བོ་མ་ཅཱ་ཨོ་ཨོ་མ་ཐུར་གི། ཧང་ཐང། རོགས། ལས། ཀྱི་ཨོ་ཧེ་ཨ་ཉི། གཉིས། ཧང་ཐང། ལས་དང་རྣམ་པར་སྨིན་པ། གི་ནི་ཨོ་བ། རིགས་བུ་གཉིས་པོ། ཨོ་ཉུ་ཐུང་ག་བདེན་ཆ་མ་གཏོགས། གཉིས་ཨོམ། སྒེར་སོ་སོ་གི་ཆོས་སྒྲུབ་ཐང་ལ་ཨོམ་ཆང་སོ་སོ་གི་ལ་རོགས་ལ་གཉིས་ཨོམ། ལས། དང། རྣམ་པར་སྨིན་པའི་བབས་ཐམས་ཅད་འགྱངས་མེད་ཀྱི་དོན་དག་གི་རོགས་ཐབས་ཤིག་ཨན་ཅམ་མེད། ཨོ་ཧེ་མ་འགི་བ། སོ་སོའི་བབས་གཉིས་ཨོ་ཧེ། ཨ་ཉི། ཧང་ཐང། སྒོ་མ་འགྱངས། ཨ་མི་རི་ཀ་ཆོལ་ཁ་གང་ག།

བླ་མའི་ས་མིག་གིས་རང་གི་དགའ་སྡང་གི་མ་འཆའ་མེད། རང་གི་དགའ་སྡང་གི་རྩ་ནས་མ་འཆའ་འུ་ཉུ་ཁེ་པོ། འུ་ཉུ་ཨ་དེ་ཀེ། ལས་རྒྱུ་རྗེས་ཀྱི་ཁྲིད་ཡི་ཧན་ཀེ་པོ་ཤོ་གཙོ་བོ་ཧང་གི་ལས་ཨ་ཉི་ལ་རང་སྟེང་དགའ། ཧང་དང་དབང་ཆ་དམའ་བ་གི་རྩ་ཚིག་ཡོད་ལ་རང་སྟེང་གི་དབང་ཆ་དམའ་བ། རང་དབང་དམའ་བ། གཉིས། ཧང་དང། ལས་དང་རྣམ་པར་སྨིན་པ་དང་ཉོན་མོངས་པ་དང་གཉིས་རྟེན་འབྲེལ་ཡན་ལག་བཅུ་གཉིས་ཨ་ཉི་ཨོ་ཧི་འདི་པའི་ཁྲིད་མང་པོ་བཅའ། ད་གཙོ་བོ་ནད་པ་གི་སེལ་ལས་མཁས་པ་མཁས་པ་ཤོ་རང་དབང་སྨྲ་བ། འུ་ཉུག་ཨ་དེ་ཀས་གཉིས་བློ་ལྡོག་བློ་ལྡོག་ཨེག་པ་ཤོ་འམ་སེམས་མཁས་པོ་གཉིས་རང་དབང་སྨྲ་བ་ཀ། ཨོ་ཐ། ཞེན་པ་ལོག། ཞེ་ཁ་ལོག་ནི། གཉིས་རང་སྟེང་གི་རང་སྟེང་ག་རང་དབང་སྤྱོད་པའི་ག། གཉིས། སེམས། ཤོ་ནང་ཕི་ལེ་བི་ནི། གཉིས་ཆོས་སྒྲུབ་པའི་ཁེ་ལས་ཨ་གཉིས་སྲུང་མ་ག་ཙ་ཙི་གི་བ་ལ་ཧ་ཐ་ཧང་ཐང། ལས་རྒྱུ་འབྲས་ཀི་ཁྲི། གཉིས་འཁོར་བའི་ཉེས་དམིགས་ཀི་ཁྲི་ཁེ་པོ་ཤོ། གཉིས་ཁམས་གསུམ་འཁོར་བ་ག་ཆོས་ག། ཞེན་པ་ཨ་ལི་མང་ཕ་ཨ་ནི། གཉིས།

སྣོད་གཙང་དེ་ཉིད་སྒེམ་དེ་ཉིད་ལ་རྣམ་མེད་ས་མིག་གི་ཚ་སྦྱང། གཉིས་སྐད་སྒྲགས་དང་ཨོ་ཧི་འདི་པུ་ཆི་ལུ་རི་གཉིས་ལ་ཤོ་ནང་ཕི་ལུ་སྐད་སྒྲགས་སྐྱོ་དཔེ་ག་ཐབས་ཤེས་དམངས་པོ། གཉིས་སྐད་སྒྲགས་ཉིས། མི་ཁ། མ་ལེགས་པ་ཨོ་ཧི་འདི་པུ་རི་གཉིས་ལ་རྣམ་མེད་ས་མིག་ཚ་སྦྱང་རི་གཉིས་ཡ། སོང་བ་གི་ཧ་ཏེ་ཧུན་ཏེ་ཡེག་ཏུ་ན་གཉིས་ཨོ་ཧེ་ཨ་གཉིས་མི་གཉིས།

ཨོ་ཡུ་མ་ཏུ་མ་ཨོ་ཧིན་དེ་པ་ཨ་ལི་མང་བྷ་གཉིས་ཆོས་ཚོན་མང་པོ་ཐུར་གི་བེད་པའི་ཝུ་བ་ཐུར་བི་ནང་གི་མ་ཡིབ་ཚུན་ཚུན་བར་བ་ཀ་ཏི་མོང་ཤི་ནང་ཀ་པུ་གཉིས་ཁམས་གསུམ་འཁོར་བ་ཀ་ཆོས་ཀ་ཞེན་པ་ཨ་གཉིས་ཚོང་བྷི་ལེ་ཀ་དང་དཔལ་འབྱོར་བསྡུ་འགོད་ཨ་ལེ་ཀ་དང་རང་ཀ་སྟོད་པ་ཨུ་བྷེ་ཀ་དོན་ད་ཀ་དང་རང་ཀ་སྨད་པ་མང་བྷེ་ཀ་ཐབས་ཤེས་ཨོ་ཧིན་དེ་པུ་ཨན་ཆོས་གཉིས་ལ་གཉིས་མི་ཚེ་འཕྲོ་ལ་རི་ལ་ཉེ་ཨོམ་ཨོ་ཐ་བ། བཅོམ་ལྡན་རྒྱུད་ཡེ་ཀོ་པུས་ཀན་ཐམས་ཅད་སྤངས་ནི་བདེ་ལེགས་མར་གཉིས་པོ། ཆོས་སྤ་བབས་ཀྱི་ཧབ་དུར་གྱི་གཉིས་པོ་ཨོ་ཐ་ཀ་ཐུང་ཀ་ནི། ཤུགས། ཡོད་ཡོད་མེད་མེད་ཐམས་ཅད་ནི་འཇིག་རྟེན་གྱི་ཆོས་ཀ་མ་འཕེལ་བ་བདག་སོགས་ཀྱི་གཉིས་པོ་ནི་ཨ་ཏན་ཧང་དང། དགེ་བ་སྒྲུབ་པའི་ཀ་དང་ཆོས་ཨ་ལས་དང་ཨོ་ཧིན་དཱ་བུ་མི་གཉིས་ལ།

སྤྱི་དང། སྔོན་འགྲོ་ཀ། ཐུན་མོང་གི་སྔོན་འགྲོ་དང་ཐུན་མོང་མ་ཡིན་པའི་སྔོན་འགྲོ་གཉིས་ཉིག་འཛིན་བྱ། འོ་ད་ནང་གི་ཐུན་མོང་གི་སྔོན་འགྲོ་ཀེ་པོ་བློ་ལྡོག། བློ་ལྡོག་རྣམ་བཞི་གི་ཁྲིད། བློ་སྦྱོང་གི་ཁྲིད་བགྱི་བ་ལ། བསོད་ནམས་དེ་ཐམས་ཅད་གཟིགས་པ་ནི། ཐུགས་ཡིད་མཛེས་པའི་ལྷ་སྣང་ཐམས་ཅད་བྱིན་གྱིས་བརླབས།